ལོ་སོ་ཚང་མ་ལོ་ལ་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང། དེ་ནས་ཚེ་འདས་ཀྱི་ཡི་གེ་སྐྱབས་མགོན་ཐམས་ཅད་བྱིན་གྱིས་གཟིགས་པ་ཆེན་པོ་མཆོག་ལ་ཡང་གོ་གསུམ་གུས་ཕྱག་སྔོན་དུ་བཏང་ནས་ད་དེ་རིང་མ་སྐད་ཆ་ཞིག་ངེད་ཀྱིས་ཞུ་ཡ་ཡིན་ཡོད་རིང་པོ་ག་ཡིན་མེད། ད་གཙོ་བོ་དེ་དེ་རིང་ག་ཡིན་ཟེར་ན་ད་དེང་སང་དྲ་ཇའི་ནང་ལ་ཡང་མཇལ་ཡོད་ན་མེད་ན་དེ་རེད་ད་ང་རང་ཚོ་གིས་ད་དགེ་འདུན་པ། དང་དེ་མེད་པ་ཆོས་ནང་གི་སྲིད་འཁོར་བ་ལྟ་སྤྱི་དང་ནི་ནང་པ་སངས་རྒྱས་པའི་དགེ་འདུན་པ་རེད་དེ་བོད་པ་རེད་མ་རེད་དེ་མ་རེད་བ། ངས་ནམ་རྒྱུན་ནས་ཞུས་དེ་ཡོད་དོ་ནང་པ་སངས་རྒྱས་བའི་གི་བསྟན་པ་འཛིན་མཁན་ཁོ་གྲྭ་བ་ཡིན་ན་ཁོ་དགེ་འདུན་པ་ཡིན་ན་བོད་པ་ཡིན་དགོས་ཁྱབ་པ་ག་ཡོད་མ་རེད་བ། ཨ་ནི་ནང་པ་རྒྱལ་ཁབ་ཁོ་རང་མང་པོ་ཡོད་རེད་བ་ཆེན་པོ་རེད་བ། འདི་རྣམས་ལ་ད་ཐེངས་མེད་པར་ཆོས་གནང་གིན་དེ་འདྲའི་སྔོན་ནས་འཕགས་པའི་དགེ་འདུན་གྱི་རྣམ་པ་ཚོ་ད་སྔོན་ནས་འཛམ་བུ་གླིང་སྟེང་ལ་ད་ཀི་ལོ་མེ་ཏར་སྟོང་ཕྲག་སྟོང་ཕྲག་གོམ་པ་བརྒྱབ་ནས་ཕེབས་ཡ་གི་ད་ལྟ་ཅིག་དར་བསྡད་འདུག་བ། མདང་དགོང་བྱེད་ཡ་རག་སོང་དེ་རིང་བྱེད་ཡ་རག་སོང་དེ་འདྲས་འདི་ག་ལ་སོ་སོ་སེམས་པ་རྣམས་ལ་ཚོར་བ་མང་དྲག་ཅིག་སྐྱེ་གི་འདུག་བ། རྒྱུ་མཚན་མང་པོ་ཞིག་མཐོང་གི་འདུག་ད་ཁོང་རྣམ་པ་ཚོ།

དུད་འགྲོ་དང་ཁྱི་རེད་པ། དུད་འགྲོ་རེད་པ་གོ་སྙིང་རྗེ། ད་ཁོ་རང་གི་སྐུ་རླུང་དེ་འདྲས་ད་ཡོད་མ་རེད་དེ་སྙིང་རྗེ། ད་ལབ་ཐུག་མ་རེད་ད་ཡང་སུ། དེ་འདྲས་ངས་ལབ་ཐུག་མ་རེད། འདི་ཡིན་འདི་ག་ལ་དཔེར་ན། མིག་མཐོང་ལག་ཟིན་གྱི་བསམ་བཏང་པ་ཡིན་ན། དགེ་འདུན་པ་རྣམས་ལ་ཚོ་ཞབས་ཐང་ཕེབས་ཡོང་འདི་ག་ལ་ཁྱི་འདི་སྙམ་དུ་ཡོང་གི་འདུག་བ། དེས་འདི་གར་ཁོ་རང་ཚོ་ཞབས་ཐང་ཕེབས་དགོས་པའི་རྒྱུ་མཚན་དེ་གཙོ་བོ་དེ་ག་རེད་ཟེར་ན། སོ་སོ་གི་དོན་དག་མ་ཡིན་པར་སྤྱིར་འཛམ་བུ་གླིང་འདིའི་ཞི་བདེ་གི་གནས་ཡ་ཆེད་དུ་འདི་འདྲའི་གི་ཞབས་ཐང་ཕེབས་ཡོང་འདུག་གལ་ལ་ཞོར་དུ་འདི་ཁྱི་དེ་ཡ་སྙམ་དུ་དུད་འགྲོ་རུ་བ་དག་གོ། དངོས་གནས་ད་ནས་སྡུག་གི་འདུག་བ་ང་རང་གིས་ད་རྗེས་སུ་ཡི་རང་ཁྱི་དེ་ལ་ང་དམིགས་སུ་བཀར་ནས་རྗེས་སུ་ཡི་རང་ཞུ་བ་སྐྱེས་སོ། ད་ཚེ་འདི་ལ་ད་ཁོ་དུད་འགྲོ་ཞིག་སྐྱེས་པ་གླེན་པ་རེད་ཁྱི་ཞིག་རེད་ད། དེ་ནས་ཚེ་འདི་ནས་འཆི་འཕོས་རྗེས་ཚེ་རྗེས་མ་དེ་སྔོན་གནས་དེ་ནས་ནང་པ་སངས་རྒྱས་བོད་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་མཁན་སྔོན་གནས་ནང་པ་སངས་རྒྱས་བོད་ཀྱི་དགེ་འདུན་ཡང་དག་པ་བཅས་ལ་ཡང་སྐྱེས་ཡས་ཀྱི་རྒྱུད་དཔེ་ཡག་པོ་ཞིག་བསགས་སོང་རྒྱུད་ཚོ་གྲངས་ཆེན་པོ་ཞིག་བསགས་སོང་བསམ་བསམ་བྱས་ང་རང་ང་རང་ལ་ཁྱི་དེ་ལ་དམིགས་བྱས་རྗེས་སུ་ཡི་རངས་ཅིག་སླེབས་ཀྱི་འདུག་ར་ང་ཚོ་མི་གཅིག་ཡིན་པའི་ཆ་ནས་ག་རེ་བྱེད་དགོས་བྱེད་དགོས་ར་སྐབས་སུ་བབས་པའི་ལས་འགན་དེ་ལ་ཡང་ཕྱི་ཐན་སྦྱར་ནས་འདུག་དགོས་ར་ད་འདི་རེད། ད་ང་རང་ཚོ་གི་དེ་ནང་ལ་ཡང་ང་ཚོ་བོད་པ་དེ་ཚང་མ་བོད་པ་ཡིན་པ་ཚང་མ་གི་ད་ནང་པ་ཡིན་པའི་ཆ་གི་མ་རེད་པ་ཡིན་ན་ཤུགས་ཆེ་ཤོས་དེ་བརྒྱ་ཆ་དང་བསྡོམས་ཚར་བཅུ་དགུ་བཅུ་བརྒྱད་དགུ་བརྒྱ་དགུ་དགུ་ཚར་ལྷག་ཚར་ཞིག་ནང་པ་ཆགས་དེ་རེད་པ། དེ་ཡིན་དེ་ག་ནང་པ་ནང་པ་དེ་ནང་ལ་ཡང་དགེ་འདུན་པ་ཡོད་རེད་དགེ་བཤེས་ལྷ་རམས་པ་ཡོད་རེད་མཁན་པོ་ཡོད་རེད་སློབ་དཔོན་ཡོད་རེད་མང་པོ་ཡོད་རེད་དགྲ་བཅོམ་འཕགས་པས་ད་དངོས་གནས་ད་ནི་བྱང་ཆུབ་སེམས་དཔའ་གི་སྤྲུལ་པ་བསམ་གྱིས་མི་ཁྱབ་པ་དེ་མང་པོ་བྱོས་རེད་ད་དེ་ནང་ལ་ཡང་ཆེ་ཤོས་དེ་རེའུ་དགེ་ལུགས་པ་དེ་ནས་དེ་ནི་མ་བཀའ་བརྒྱུད་རྙིང་མ་ས་སྐྱ་བོན་པོ་གསེར་ཐུགས་སུ་ཡོད་རུང་བ་དང་དགེ་འདུན་པ་མང་པོ་ཅིག་བྱེད་ཡ་ཡོད་རེད་སྟབས། སྔོན་ནས་ང་རང་ཚོ་ཁ་མིག་ཡ་དག་ཁ་མིག་ཡ་དག་ཟེར་ཡ་ཞིག་འདུག་དཔེ་ཞིག་ཡོད་རུང་བ་ཁ་ནས་ཁ་ནས་ཚིག་བཤད་ཡ་ཞིག་འདུག་ཁ་མིག་ཡ་དག་ལ་ཡ་འདི་ད་དངོས་གནས་ད་ད་འདྲ་ལྟ་དགོས་ཡ་འདི་གལ་ཆེན་པོ་ཞིག་རེད་ཤག་སྤྱིར་བཏང་ང་དགེ་འདུན་པ་རྣམ་པ་ཚོ་སྤྱོད་འཇུག་གང་ཡང་མེད་དོ། སྤྱོད་འཇུག་ཞུ་གི་མེད་ཡང་ལོག་ལྟ་དང་སྒྲོ་ལྟ་དང་བློ་འཁྲུལ་པའི་དབང་གིས་ག་ཡོད་ཞུ་གི་མེད་ཁོང་ཁྲོ་དང་ང་རྒྱལ་གྱི་དབང་གིས་ག་དགོས་ཞུ་གི་མེད་ད་ཡིན་ན་ང་རང་ཚོ་ཁ་མིག་ཡ་དག་བྱེད་ས་ཞིག་འདུག་བ་ད་ལྟ་འཛམ་བུ་གླིང་འདི་ན་གྲྭ་ཆགས་ཀྱི་དུས་ཚོད་ཡིན་འདི་ག་ལ་མཇལ་གྱི་འདུག་བ་ད་མངོན་སུམ་དུ་མཇལ་གྱི་འདུག་བ་དེ་ཡིན་འདི་ག་ལ། ཁ་མི་ཡ་ད་བྱེད་དགོས་བ་དེ་དཔེ་གལ་ཆེན་པོ་ཅིག་རེད་ཤག་ང་དེ་དངོས་གནས་ད་ནས་སེམས་པ་ན་རྗེས་སུ་ཡི་རངས་མང་པོ་ཅིག་སླེ་གི་འདུག་རེད་བ་ཡིན་ན་ཡང་ང་རང་ཚོ་དེར་ཕྱོགས་སུ་བསམ་བཏང་བ་ཡིན་ན་ང་རང་ཚོ་ཕྱོགས་སུ་བསམ་བཏང་བ་ཡིན་ན་ད་ང་རང་ཚོ་གི་ད། ཇི་ལྟར་ན་ནི། དགེ་འདུན་པ་དགྲ་བཅོམ་པ་དངོས་གནས་མཐའ་ན་བྱང་ཆུབ་སེམས་དཔའི་སྤྲུལ་པ་བསམ་གྱིས་མི་ཁྱབ་པ་ཧ་ལས་པ་མང་པོ་ཡོད་རེད་ང་ཚོ་གི་ངོ་ཤེས་གི་མ་རེད་ང་ཚོ་གི་རྟོགས་ཐུབ་གི་མ་རེད་འོན་ཀྱང་ད་ལྟ་སྐབས་སུ་བབས་པའི་ང་རང་ཚོ་གི་ད་སྤྱི་འཐུས་བཞི་བཅུ་ཞེ་ལྔ་ན་གཟིགས་པ་ཡིན་ན་འདི་ན་ལས་ཆོས་ཆོས་སྤྱི་འཐུས་བཅུ་ཡོད་རེད་ལུས་ལ་སངས་རྒྱས་ནམ་ས་ཆོས་མཁན་རེད་མཚན་གྱི་སྒང་ལ་ཡ་དགེ་བཤེས་ལྷ་རམས་པ། མཁན་པོ་སློབ་དཔོན་ཟེར་ཡ་དེ་ཡོད་རེད་ལུས་ལ་སངས་རྒྱས་ནམ་ས་ཆོས་ཡོད་རེད་རྒྱུད་ལ་ཡ་དགེ་ཟུར་གྱི་སྡོམ་པ་དང་དགེ་སློང་གི་སྡོམ་པ་ཡོད་རེད་ཧ་ལས་པ་དེ་འདྲ་ཡོད་རེད་དེ་ཡིན་ན་ཡང་གནང་སྟངས་དེ་ལ་ད་ལྟ་བ་ཡིན་ན་ཐག་གཅོད་པོ་རེ་ཞིག་ཐོང་གི་འདུག་དངོས་གནས་ང་ཚོ་ཁ་མིས་ཡར་ལྟ་བྱེད་དགོས་དེ་དཔེ་གལ་ཆེན་པོ་ཅིག་རེད་ཤག་སྤྱི་བཏང་ནས་རྒྱག་རོམ་བཅས་ཀྱི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ང་རང་ཚོ་ལ་དངོས་གནས་ལུང་པ་རང་བཙན་ཡོད་བརྗོད་ཀྱི་མི་དང། རྒྱུ་ནོར་གྱི་ཐོག་ནས་ཡིན་ན་རེད། ཤེས་བྱ་ཡོན་ཏན་གྱི་ཐོག་ན་ཡིན་ན་རེད་གང་དྲན་གྱི་ཐོག་ན་ཡིན་ན་རེད་རྣམ་དཔྱོད་ཐོག་ནས་ང་ཚོ་འཛམ་བུ་གླིང་གི་མི་གདའ་འདྲ་མཉམ་དུ་འགྲོ་མ་ཐུབ་ན་ཡང་རྗེས་ལུས་དེ་ཧ་ལམ་ལས་ཡོད་མ་རེད་རྒྱ་རོམ་གྱི་ཐུགས་རྗེ་ཀ་རིང་ཉག་ཅིག་ལ་བརྟེན་ནས་ད་དུང་ཡང་ང་ཚོ་གི་བཟང་སྤྱོད་ཀྱི་རྣམ་པ་དེ་ཡག་དངོས་གནས་ཁ་མིག་ཡག་ལྟ་བྱེད་ས་དེ་དངོས་གནས་ད་ནས་གལ་ཆེན་པོ་ཞིག་རེད་ཤག་ཏུ། བསམ་བློ་ག་རེ་ཁོག་ཏུ་གསོས་ཤེས་པ་ཡིན་ན་ད་ང་རང་གིས་ཞུ་ཡ་དེ་ལ་ད་ལྟ་གོམ་བགྲོད་གནང་མཁན་དགེ་འདུན་པ་རྣམ་པ་ཚོ་གི་མཉམ་དུ་ཁྱི་ཞིག་འདུག་བ། ཁྱི་དེ་ལས་སྡུག་ག་ད་ང་རང་ཚོ་གི་དེ་ནང་ལ་འདུག་བ་སྤྱི་འཐུས་ནང་ལ། ཆོས་རྒྱུད་སྤྱི་འཐུས་ནང་ལ་འདུག་བ། དངོས་གནས་ད་ནི་ད་འདི་ངེད་ལ་གནས་ཆུང་རྡོ་རྗེ་འཆང་ཆེན་པོ་མཆོག་གི་སྐྱབས་སེ་ཁོང་གི་བཀའ་སློབ་ནང་བཀའ་སློབ་མཐའ་མ་དེ་ནང་ལ་ཡང་འགན་འཁུར་བ་རྣམ་པས་མཚམས་སྦྱོར་ལེགས་པར་བྱས་ན་ལེགས་སོ་གསུང་ཡ་དེ་འོང་འདི་རེད་ད།

མི་གཞན་ལ་ཐོབ་ཐང་ཡོད་རེད། ད་ངས་ཁྱི་གོ་ཟེར་ངས་ང་རང་གི་དུས་ལ་བབས་ཤག་ཟེར་ཡ་ཅིག་ད་ངས་བྱི་གོ་རེད་བ། ཡིན་ད་གཙོ་བོ་དེ་འོས་འཕང་མཁན་རྣམས་པ་ཚོ་གི་ང་སྤྱི་འཐུས་ན་ལས་བཅུག་དང་མ་བཅུག་ཟེར་ཡ་དེ་ངའི་ལག་པ་ལ་ག་ཡོད་མ་རེད་འོས་བླུན་གི་དགེ་འདུན་པ་ད་བཙུན་མ་ལག་པ་ལ་ཡོད་རེད་བ་ཆ་ལ་ཡོད་རེད་བ་གང་ད། དེ་དང་དེ་བཞིན་ད་གང་ལྟར་ད་ལྟ་སྐབས་སུ་བབས་པའི་ཨ་ནེ་ང་ཚོ་རེའུ་གནས་ཆུང་རྡོ་རྗེ་འཆང་ཆེན་པོ་མཆོག་གི་བཀའ་ལུང་ནང་ལ་ཡང་རེའུ་དགེ་ལུགས་པའི་གི་ཨ་འདྲེ་དྲན་ཚར་བ་མིང་ཅན་ཡོན་གའི་ཨ་ནེ་གཉིས་པོ་དེ་ལ་གསུངས་ནང་སོ་བ་རེ་བ་ངོས་ཀྱི་མཐོང་བ་དོན་དེ་ཆོས་ལ་ཡ་མཚན་མེད་ཞུ་བ་དང་འདི་ལ་བརྟེན་ནས་ཨ་ནེ་འཕགས་པའི་དགེ་འདུན་སྡེ་དགྲ་བཅོམ་འཕགས་པ་རྣམ་པ་ཚོ་ལ་ཡ་མཚན་མེད་ཞུ་བའི་གི་དེ་འདྲའི་མང་པོ་ཞིག་ཡོང་གི་འདུག་གསུང་ཡ་དེ། དེ་འདྲས་ད་ང་རང་ཚོ་གི་འདི་ཚང་མ་མཐོང་ཚར་ད་གནས་ཆུང་ད་ལྟ་དྲ་ཇག་གི་ཐོག་ནས་འདི་བཀའ་ལུང་འདི་ཤུགས་ཆེན་པོ་སྒྲོག་རེད་མ་གཏོགས་ལོ་མང་པོ་སྔོན་ན་བཀའ་ལུང་མང་པོ་གནང་ཚར་ང་རང་ཡིན་ན་དངོས་སུ་མཇལ་མྱོང་ད་ང་ལ་ད་བཀའ་ལུང་གནང་རོགས་ཟེར་གི་མེད་ད་གཞན་དག་ལ་གནང་པ་དངོས་སུ་མང་པོ་མཇལ་མྱོང་རེད་བ་གོ་མྱོང་ཐོས་མྱོང་རེད་བ་དེ་ཡིན་དེ་ག་ལ་ད་ལན་འདི་དྲ་ཇག་འདི་གི་ཁྱབ་བརྡལ་ཤུགས་ཆེན་པོ་ཆགས་པ་རེད་དེ་ནས་འདི་ནང་ལོགས་ལ་ཡ་གནས་ད་ལྟ་འབྲས་སྤུངས་བླ་སྤྱི་གི་ད་ཡི་གི་བཏང་ཞོག་ཞུ་ཐུབ་མ་ཤོག་ལ་ཡ་དེ། དགོངས་དག་ཐུགས་བདེ་ཞུ་དགོས་ཡོད། དེ་སྔ་ཡིན་ན་ཡང་གནང་པ་དེ་ཡག་པོ་རེད་ཐུགས་རྗེ་ཆེ། གཙོ་བོ་དེ་འོས་བླུག་རྒྱུ་ཡོད་མ་རེད་ཁོང་གཉིས་ལ་རེ་བ། དེ་འདྲའི་ལྟ་བུ་ཁོང་གཉིས་ལྟ་བུ་དེ་ད་ལྟ་སྐབས་བཅོ་ལྔ་བཅུ་དྲུག་བཅུ་བདུན་ལ་ཞེས་ཞུ་རེ་བ། འདི་ནང་ལ་ཡང་ཁོང་རྣམ་པ་ཚོ་གི་བྱས་རྗེས་དེ་ང་ཚོ་མངོན་སུམ་ཚད་མས་རྟོགས་ཡོད་རེད། ད་ག་ས་མིའི་རྒྱུད་ནས་ཁ་ནས་བཤད་པ་འདི་ངན་ཅེས་དེ་འདྲས་བྱས་གོ་མ་རེད་མངོན་སུམ་ཚད་མས་རྟོགས་ཡོད་རེད་འདི་ཡིན་འདི་རྟོགས་པའི་རྒྱུ་མཚན་ལ། གུས་པ་ང་རང་འདྲ་བྱོས་ཡིན་ན་དང་དུ་བླངས་ཅིག་ལངས་དགོས་ཡ་རྒྱུ་མཚན་འདི་རེད་བ། བ། རྒྱུ་ངན་པ་འདི་ཡོང་ཆེད་ཀྱི་ལམ་རྒྱུ་འདི་བཀག་ཡ་བྱེད་དུ་ད་གུས་པ་ང་རང་འདྲ་བོ་བྱོས་ད་ང་འདྲ་བོ་བྱས་ན་ཚིག་གཏད་སུ་ཉིད་སྐུ་སྐྱེ་བཤད་དང་ལས་ཀ་བྱེད་དང་གཏད་སུ་ནོར་བ་ཡིན་ན་ང་ལ་ཁ་བཏང་གི་རེད་མ་གཏོགས་དགེ་འདུན་པ་རྣམ་པ་ཚོ་ལ་ཁ་བཏང་གི་མ་རེད་བ། དེས་འདི་གི་ལས་ངན་ས་ཡ་འབྲས་བུ་ངན་པ་འདི་ཡུངས་ཡ་གི་རྒྱུ་འདི་དཀའ་ཐུགས་སུ་བ། འདི་ཡིན་འདི་ག་ལ། ད་ང་རང་ཚོ་ཚང་མ་ལ་བསམ་བློ་བཏང་དགོས་ཡ་འདི་འདྲས་རེད། དངོས་གནས་ད་ནས་ཤུགས་རྒྱག་དགོས་ཡ་འདི་འདྲས་རེད། ད་ང་རང་ཚོ་གཙོ་བོ་དེ་ངས་འདི་སྔོན་དུ་ཞུ་ཡ་རེད། ལང་ཀའི་གི་ལང་ཀི་རེད་ཡིན་ན་གཙོ་བོ་འོད་ཕང་ཀའི་རྣམ་པ་ཚོ་གི་དགོངས་པ་བཞེས་ཅེས་ཨ་ནེ་ད་ལན་དེ་ལ་ཡ་སྐབས་བཅོ་བརྒལ་བའི་དེ་ལ་ཡ་འདི་འདྲས་འདྲ་པོ་ཅིག་ཕེབས་མ་ཐུབ་པ་ཆི། རྒྱ་བ་རོམ་གྱི་ཀ་བཞི་ལ་ཤར་ནས་དེ་ལ་ཡང་སྔོ་ནད་སྤྲས་ནས་དབུལ་བ་དཔུང་སྟེ་བྱིན་གྱིས་ནམ་རྒྱུན་ནས་རྒྱ་བ་རོམ་གྱི་ཀ་བཀའ་སློབ་ཉན་བདེ་འགས་ཤིག། དེ་འདྲས་དེ་འདྲས་རྐྱང་རྐྱང་ཅིག་སྔོ་ནད་དང་ནི་ཡར་དེ་འདྲས་ཞུས་པ་ཡིན་ན་ཡག་པོ་རེད་དེ་ཡིན་ན་ཕྱི་ཕྱི་ཡུ་ཏུབ་ག་ལ་ཡིན་ན་ལང་ཀའི་མང་པོ་ཞིག་བཏུ་བ། འདི་ངས་ལ་དེ་འདྲས་མཐོང་མ་མྱོང་ད་ལྟ་གྲྭ་ཆས་བཀའ་དྲིན་ཡིན་གྱི་རེད་བ་མཐོང་མ་མྱོང་རེད་བ།

ད་ལས་ཀ་དེ་མང་དྲགས་སོ་ཨིས་ཐོབ་མ་བྱེད་ལ་ད་ཨིས་ཐོབ་བྱ་ཡ་བྱེད་དོ་ཕ་བཀའ་ཡ་བྱེད་དོ་ད་ཡང་རྣམ་དཔྱོད་ལྡན་པའི་མི་མང་པོ་ཅིག་ལང་གི་འདུག་བ་མདོ་སྟོད་ཆོས་ནས་རྣམ་དཔྱོད་ལྡན་གྱི་དངོས་ནས་ཧ་ལས་པ་མང་པོ་ནང་གི་ལང་གི་འདུག་མདོ་སྨད་ཆོས་ནས་ཡོད་ཡོད་པ་རེད་དབུ་གཙང་ཆོས་ནས་ཡོད་ཡོད་པ་རེད་ད་ཆོས་བརྒྱུད་ཁག་ནས་ད་ཕྱི་ར་མཇལ་ཡ་མི་འདུག་ད་རེ་གཉིས་བྱེད་མ་དུ་མི་འདུག་ཡིན་ན་ཡང་ད་དགོངས་པ་བཞེས་དགོས་རེད་ཕྱི་རྗེས་ཡོད་དུས་ག་ན་ཡིན་ན་ཧ་ལས་པ་འདུག་ད་གཙོ་བོ་ང་རང་ཚོ་གི་འོས་འཕངས་མཁན་གྱི་མི་དེ་ཚོ་ཡིན་ན་རེད། ང་རང་ཚོ་བོད་ཆེ་བ་གསུམ་གྱི་བོད་རིགས་སྤུན་ཟླ་རྣམ་པ་ཚོ་ན་ཡིན་ན་རེད། ཨ་ནི་ཕྱི་རྗེས་ཡོད་དུས་ག་ལ་གཞུང་གི་བོད་རིགས་སྤུན་ཟླ་ཡིན་ན་རེད། གཙོ་བོ་ང་རང་ཚོ་གི་ཆོས་རྗེ་ཆེན་པོ་བཞི་དང་གཡུང་དྲུང་བོན་བཅས་ཀྱི་དགེ་འདུན་དགེ་འདུན་པ་རྣམ་པ་རིན་པོ་ཆེ་རྣམ་པ་ཨ་ནི་བཙུན་མ་དང་གྲྭ་པ་རྣམ་པ་ཚང་མ་ལོག་གི་འོས་འཕངས་མཁན་ཚང་མ་ལོག་གི་དགོངས་པ་བཞེས་རྗེས། ད་དངོས་གནས་ད་ནས་ད་ལྷན་དེ་ལ་ལྷ་དག་དག་ཅིག་ཡར་འདི་འདྲི་ཞུ་ཐུབ་དགོས་ཡ་ཅེས་དུས་ལ་བབས་པས་རེད། བ། ང་རང་ཚོ་བོད་ནང་ལ་བསམ་བློ་ཞིག་བཏང་པ་ནས་ཛ་དྲག་གི་གནས་སྟངས་རེ་ད་མང་པོ་ཅིག་ཧ་གོ་གི་འདུག་བ། རེད་བ། ང་ཚོ་ཚང་མ་ལོག་གི་བོད་ནང་གི་བཞུགས་ཀྱི་བོད་ནང་ལོག་བཞུགས་པའི་བོད་རིགས་སྤུན་ཟླ་རྣམ་པ་ཚོ་གི་དྲན་ཚབ་པ་ཡིན་སྲིད་གོ་ར་ཚབ་ཡིན་གསུང་གོ་རེད་བ། རེད་བ། རྒྱ་རོམ་ཚོས་བཀའ་སློབ་མང་པོ་ཡིན་ངེས་ད་ཁ་སང་འདི་གཉིས་ལ་སྐད་ཆ་མང་པོ་ཞུས་ཚར་བ་ཡིན། ཚབ་རེད་དེ་རོ་ཚབ་ཀྱི་ཚབ་མཚོན་པའི་ལས་ཀ་ཅིག་བྱེད་དགོས་རོགས་པ། ལས་ཀ་བྱེད་རོགས། ཁོ་པ་ང་ར་འདྲ་བོ་ཅན་ནི་སྤྱི་འཐུས་ལས་ཧ་གོང་མི་དག་དངོས་གནས་དྲ་ནས་རྒྱལ་བ་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་རེད་དཔེ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་ཆེན་པོ་བཀའ་དྲིན་ལ་བརྟེན་ནས་རེད་ངས་བོད་ཡིག་ཀློག་ཐུབ་ཚུལ་དང་བྲིས་ཐུབ་ཚུལ་ཞིག་ཡོད་རེད་ཡིན་ན་ཡང་གདན་ས་ཆེན་པོ་སེ་ར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་དུ་ང་རང་གི་སློབ་སྦྱོང་སྦྱང་ང་ཡོང་དུས་ག་ལ་ངས་བསྡུ་ར་བསྡུ་ཆུང་ནས་ལྟ་རེས་བླུ་རེས་བྱས་ངས་ཕར་ཕྱིན་སྐབས་བརྒལ་དུས་ངས་དཔེ་ཡག་པོ་བལྟ་ཡི་རེད།

མི་བརྗེད་པའི་གཟུངས་ཐོག་ཡོད་མ་རེད་མང་ཆེ། བརྗེད་ཚར་རེད་དེ་ཡིན་ན་ཡང། བསམ་བློ་བཏང་ཕྱོགས་ཀྱི་ངོ་ནས་རྣམ་དཔྱོད་བེད་སྤྱོད་བཏང་ཕྱོགས་ཀྱི་ངོ་ནས་འདི་ངས་ད་ལྟ་ཆུ་ནི་ད་ག་རང་རྣམ་དཔྱོད་བེད་སྤྱོད་བཏང་ནས་འགྲོ་སྡོད་ཀྱི་ཡོད་རེད། འདི་ཡོན་ཏན་འདི་ད་ལྟ་བསྡད་ཀྱི་ཡོད་རེད་ཇི་ལྟར་ད་ཉི་མ་གཟིམ་ས་ཞོད་དཔེ་ཆ་གཟིམ་ས་ཞོད་དེ་འདི་སྐྱོར་ཟེར་ན་ཅི་ཡོད་མ་རེད་ད་བརྗེད་ཚར་རེད་སྔོན་ཏུ་རྒན་འདྲ་བོ་དང་ཚད་མ་རྣམ་འགྲེལ་འདྲ་བོ་དང་གྲགས་སྙན་ཆེ་ཁག་ཅིག་གཟིམ་རེད། དབུ་མ་འཇུག་པ་འདྲ་བོ་ད་དེ་ཚོ་ད་སྐྱོར་ཟེར་ན་ཁག་པོ་རེད་ད་བྱས་ཚར་རེད་རེད་བ། དེ་ཡིན་དེ་ག་ལ་དེ་ད་དེ་ནང་ལ་ཡོད་པའི་ཡོད་ཡོད་པའི་ཨ་ནི་ད་རྣམ་དཔྱོད་བེད་སྤྱོད་བཏང་ཡ་དེ་དྲང་བདེན་གྱི་སྐུ་ནས་ལམ་འགྲོ་དགོས་ཡ་དེ་དེ་འདྲའི་ཆེད་རྣམ་དཔྱོད་བེད་སྤྱོད་བཏང་ཡ་དེ་ཡོན་ཏན་ཏན་ཏན་སོ་ལྷག་དེ་ཡོད་རེད་ང་ལ་ནམ་རྒྱུན་དུས་རྒྱུན་དུ་ནི་ངས་ད་ར་བསམ་བློ་བཏང་ཞེས་ལས་ཀ་བྱས་ཡ་དེ་ད་ར་བྱེད་དེ་དགོས་རེད་དེ་ཡིན་དེ་ག་ལ་ལང་ཀ་ནོར་གི་ཡོད་མ་རེད་ཟེར་འོ་དེ་ཡིན་དེ་ཡིན་དེ་ག་ལ།

འདིའི་ནང་ལ་ཏིང་ངེ་སེམས་ཅན་དུད་འགྲོའི་ཁྱི་སྙིང་རྗེ་དང་དངོས་གནས་ད་ནི་རྗེ་ང་རང་གིས་འདིའི་སྔོན་དུ་ཞུས་སོང་བ་དངོས་གནས་རྗེས་སུ་ཡི་རང་ཞུ་ཁྱི་དེ་ལ་དམིགས་བྱས་ང་ལ་རྗེས་སུ་ཡི་རང་ཞུ་ཅི་ལེགས་འདུག་ད་ཁོ་ཁྱི་ཅིག་རེད་དུད་འགྲོ་ཅིག་རེད་སྙིང་རྗེ། བསམ་བློ་བཏང་ཆོག་དེ་དེ་འདྲ་དེ་ཡོད་ན་མེད་ན་ངས་ལབ་ཐུབ་ཀྱི་མ་རེད་རེ་བ་རང་ལས་གཞན་པའི་ཨ་ནེ་སེམས་ཅན་ཅིག་ཆགས་བསྡད་རེད་དུད་འགྲོ་ཅིག་ཆགས་བསྡད་རེད། ཡིན་ན་ཡང་དུད་འགྲོ་ཅིག་ཡིན་པའི་ཆ་ནས་ཁོ་རང་གི་བྱས་རྗེས་དེ་མཐོང་རོགས། བྱས་རྗེས་དེ་མཐོང་དུས་ཀྱང་ལ་དངོས་ནས་སོ་སོ་སོ་སོ་སེམས་པ་ན་རྗེས་སུ་ཡི་ན་ད་ངས་སྔོན་དུ་ཞུས་སོ་བ་ཚེ་འདི་ནས་ཕྱི་འཕོས་ནས་ཚེ་རྗེས་མ་དེ་ལ་དངོས་གནས་དྲ་གནས་ང་རང་ཚོ་གི་ནང་པ་སངས་རྒྱས་བས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་མཁན་དགེ་འདུན་ཡང་དག་པ་ཅིག་ལ་ཡ་སྐལ་བ་གླེང་ཡག་གི་མྱུར་དུ་སྐལ་བ་གླེང་ཡག་གི་འདི་འདྲའི་ཨ། མྱུར་དུ་བསྐལ་པ་གླེང་ཐུབ་ཡག་གི་དེ་འདྲའི་རྒྱུ་ཚོགས་གྲངས་ཆེན་པོ་ཅིག་བསགས་སོང་བསམ་ཡག་དེ་སོ་སོ་ཁྱེད་དེ་ལ་མིག་ཅིག་རྗེས་སུ་ཡང་ཞུ་ཅི་ཀྱི་འདུག་མིག་ལ་མིག་ཆུ་གང་ཡོང་བྱམས་བརྩེ་རེ་བ་དེ་འདྲའི་མཐོང་ཡོང་དེ་ང་དངོས་གནས་ཧ་ལས་པ་རེད་ད་ང་རང་དེ་སྔོན་དུ་ཞུ་སོང་ང་རང་ཚོ་དངོས་གནས་སུ་བསམ་སྟངས་པ་ཡིན་ན་ད་སྐྱོ་པོ་རེ་ཞིག་འདུག་བ། ཧ་ལས་པ་གཅེར་བུ་ད་ལྟ་ཚང་མ་ལ་ཞུ་ཡ་ཡོད་མ་ད་ངོ་ནས་ཞུ་གོ་ཡི་མེད་ད་ཡིན་ན་ཡང་མིག་མཐོང་ལག་ཟིན་གི་ད་ད་ཆོས་ཆོས་གཅེར་དུ་གཅེར་བུ་དེ་ངོ་ནས་ཐོས་ན་ཧ་ལས་པ་གཅེར་བུ་རེད་ཧ་ལས་པ་གཅེར་བུ་རེད་རེད་བ་འདི་འདྲས་ཡིན་འདི་ག་ད་ཐང་མ་འོངས་པ་སྐབས་བཅོ་བརྒྱད་པའི་འདི་ལ་ཡང་འདི་འདྲས་ཆེ་ཕེབས་མ་ཐུབ་ཡ་གི་ད་བོད་ཕ་མཁན་ནང་པ་ཚོ་དགེ་འདུན་པ་ཡིན་ན་རེད་བཙུན་མ་ཡིན་ན་རེད་གྲྭ་པ་ཡིན་ན་རེད་བླ་མ་ཡིན་ན་རེད་རིན་པོ་ཆེ་རྣམ་པ་ཚོ་ཡིན་ན་རེད། འདི་ལ་ཡང་དགོངས་པ་རྒྱ་ཆེན་པོ་བཞེས་དགོས་ཡ་དེ་གལ་ཆེན་པོ་ཅིག་རེད་བསམ་གྱི་འདུག་ལགས་སོ་ཨ་ནི་ད་ག་རང་ཡིན་ཨ་ནི་རྣམ་པ་ཚོ་ཚང་མ་ལ་སྐུ་གཟུགས་ལ་ཐུགས་བཅག་གནང་རེད་པ་ཨ་ནི་ང་ཚོ་ཁ་མིག་ཡར་ཐག་བྱེད་ས་དེ་ད་འདྲ་འདུག་ཨ་ད་ཆ་ན་མཇལ་གྱི་འདུག་ཨ་ཁ་མིག་ཡར་ཐག་བྱེད་ད་དཔེ་ན་དུད་འགྲོ་ཁྱི་དེ་ལ་ལྟ་ནས་ཡང་ང་ཚོ་ཁ་མིག་ཡར་ཐག་ཅིག་བྱེད་ད་རེད་པ་མི་ད་ཕ་ཤ་རེད་པ་དུད་འགྲོ་ཁྱི་དེ་ལ་ལྟ་ད་ངོ་ནས་ད་ནས་ཁོས་ཚེ་སྔ་ཕྱིའི་ཁེར་ཤིང་གི་ཡོད་ན་མེད་ན་གང་ཞེས་དུད་འགྲོ་ཅིག་ཡིན་པའི་ཆ་ནས་ཁོ་ཚེ་སྔ་ཕྱིའི་དོན་དག་ཧ་གོ་གི་འོ་མ་རེད། ལས་བཅོམ་ལྡན་གྱི་དོན་དག་ཧ་གོ་གི་ཡོད་མ་རེད། རེ་བ་ཆེ་བ་མི་ཐར་བ་ཟེར་མཁན་དེ་ཧ་གོ་གི་ཡོད་མ་རེད། ད་ང་ཚོ་ནང་པ་ཅན་ཡིན་དུས་ག་ལ་ལས་བཅོམ་ལྡན་ཚེ་སྔ་ཕྱིའི་ཆེ་བ་མི་ཐར་བ་ག་ས་སྡིག་པ་ཐམས་ཅད་སྤོང་བར་བྱེད་དགེ་བ་ཐམས་ཅད་བླང་བར་བྱ་ཟེར་དེ་དོན་དག་ཚང་མ་ཧ་གོ་གི་ཡོད་རེད་དེ་ཧ་གོ་མཁན་གྱི་ད་ནོར་ལུས་ལ་སངས་རྒྱས་ནམ་ས་བྱོན་མཁན་གྱི་ད་ལས་ཀ་བྱེད་སྟངས་མང་པོ་ཅིག་ད་ནོར་བསྡད་པ་དེ་མིག་སྟོང་ལ་གསལ་རེད་མིག་གི་མིག་ཤེས་ཀྱི་མངོན་སུམ་གྱི་རྟོགས་རྟོགས་བསྡད་ཀྱི་འོ་རེད། ད་དུང་ཡིན་ན་ཨ་ན་མཐོང་གི་མཐོང་གི་མ་མཐོང་མཐོང་དུ་བྱས་ན་ཨ་ནི་ཁོ་སོ་སོ་སོ་སོ་གི་ནོར་འཁྲུལ་རེད་རེད་བ་སོ་སོ་སོ་ལས་ངན་བསགས་ཀྱི་འོ་རེད་དེ་འདྲས་ཅིག་ཞུ་ཡ་ཡིན་ད་ཞོར་ལས་མང་པོ་ཅིག་འགྲུབ་དང་དགོངས་དང་ཐུགས་དང་དེ་ཐ་མ་དེ་ཡིན་ཨ་ནི་རྣམ་པ་ཚོ་སྐུ་སུ་ལ་ཐུགས་ཅག་གནང་ད་ལན་སྐབས་བཅོ་བརྒྱད་པའི་སྤྱི་འཐུས་དེ་ལ་ཡང་དངོས་གནས་ད་ནི་འོས་འཕངས་དེ་སྐབས་བསམ་བློ་རྒྱ་ཐམ་པ་བཏང་ཅིག་དཔྱད་པ་ཡང་དག་པ་གནང་ཅིག་དང་སྐབས་བཅུ་བཞི་བཅོ་ལྔ་བཅུ་དྲུག་བཅུ་བདུན་གྱི་འདི་འདྲའི་གི་སྤྱི་འཐུས་མ་ཡིན་པ་དངོས་ནས་ཧྲ་ཏག་ཏག་ཅིག་ཡར་འཕེལ་ཐུབ་ཡས་ཡག་པོ་ཡོད་མཁན་དེ་ཚོ་སྔར་ཡག་པོ་ཡོད་མཁན་དེ་ཚོ་ཡར་འཕེལ་ན་ཤིན་ཏུ་ལེགས་རེད་ད་སྔར་འདས་པའི་ལོ་ཁ་ས་ད་ལོ་མང་པོ་ཅིག་གི་ལ་ད་མཐོང་བསྡད་རྒྱུ་ད་ནོ་བོད་སྤྱི་པ་ལ་གནོད་མཁན་རྒྱའུ་རོམ་ཅིག་ལ་ཐུགས་ཕམ་བཟོ་མཁན་ཨ་ནི་ང་ཚོ་བོད་ཆོལ་ཁ་གསུམ་བོད་རིགས་སྤུན་ཟླ་རྣམས་ཡོངས་རྫོགས་དཀྲུགས་དཀྲུགས་བཏང་མཁན

དམ་ལ་བཏགས་ན་གོང་དུ་དེ་འདྲ་ཞིག་གནང་ཐུབ་ན་ཡག་པོ་ཡོང་ས་རེད་བསམ་སར་དྲན་གི་འདུག་རུ་བ་སོ་སོས་ཀྱང་སྨོན་ལམ་དེ་འདྲ་ཞིག་བརྒྱབ་བསྡད་ཀྱི་ཡོད། དེ་ཡིན་དུས་ག་ལོ་སར་ཨ་ནི་མཐའ་མ་དེ་ཡིན་ད་དངོས་ནས་ཨ་ནི་སྐུ་གཟུགས་ལ་ཐུགས་ཅག་གནང་ཨ་ནི། ང་རང་འདུག་གི་ཚེ་བདེ་ཆེན་གཉིས་ཀྱི་སྐྱབས་མགོན་ཐམས་ཅད་ཅན་གྱི་གཟིགས་པ་ཆེན་པོ་མཆོག་ཨ་ནི། སྐུ་ཚེ་དཀར་འབྱར་བརྟན་གྱི་ཐུགས་ཀྱི་དགོངས་བཞེད་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པའི་སྨོན་ལམ་ཡང་སུ་ཡང་སུ་བསྐྱོན་དགོས་ཡ་དེ་གལ་ཆེན་པོ་རེད་དེ་འདྲའི་ཞུ་བ་ཡིན་ལོ་སར་ཨ་ནི་བོད་ལྗོངས།